མ་སུ་རི་བོད་ཁྱིམ་ནང་ཕྱི་ལོ་ཉིས་སྟོང་བཅུ་བདུན་སྤྱི་ཟླ་བདུན་པའི་ནང་གནས་ཚུལ་ཆེ་ཁག་གང་བྱུང་བ་རྣམས་ཀྱི་སྙིང་བསྡུས་ཤིག་ཞུ་རྒྱུ་ཡིན་པས་རྣམ་པ་ལྷན་རྒྱས་ཀྱིས་གསན་གཟིགས་ཡོང་བ་ཞུ། སྐྱབས་མགོན་ཡེ་ཤེས་ནོར་བུ་གུང་ཐང་བདེ་ཆོས་རྒྱལ་གཉིས་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་མ་སུ་རིར་སྲུང་བརྩི་ཞུས་པའི་སྐོར། ཕྱི་ལོ་ཉིས་སྟོང་བཅུ་བདུན་སྤྱི་ཟླ་བདུན་པའི་ཚེས་དགུ་ཉིན་འཛམ་གླིང་སྤྱི་བསང་དེ་མ་སུ་རི་བོད་ཁྱིམ་དུ་སྲུང་བརྩི་ཞུས་པ། འདི་ལོ་ཝཱ་ར་ན་སིར་ཆིབས་བསྒྱུར་བཏང་ནས་ཚུད་པའི་སློབ་མ་རྣམས་ཀྱི་སྐོར། ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་མ་སུ་རི་བོད་ཁྱིམ་གྱི་སྐྱུག་དང་པོའི་སྐོར། ཕྱི་ལོ་ཉིས་སྟོང་བཅུ་བདུན་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་ནས་བཟུང་བོད་ཀྱི་གཟའ་འཁོར་ཞེས་སྲུང་བརྩི་ཞུས་པ། ཕྱི་ལོ་ཉིས་སྟོང་བཅུ་བདུན་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་བདུན་ནས་བོད་ཟླ་དྲུག་པའི་ཚེས་བཞི་ཉིན་ཆོས་འཁོར་དུས་ཆེན་ཞེས་སྲུང་བརྩི་ཞུས་པའི་སྐོར། རྒྱ་གར་རྒྱལ་ཡོངས་ཀྱི་སྐྱུག་ཆེན་མོའི་ནང་མ་སུ་རི་བོད་ཁྱིམ་གྱི་སློབ་ཕྲུག་བསྟན་འཛིན་འཆི་མེད་ལགས་ཀྱིས་སྐྱུག་གྲུབ་འབྲས་ཕུལ་བྱུང་གྲུབ་འབྲས་ཤིག་ཐོབ་པའི་སྐོར། སྐྱབས་མགོན་ཡེ་ཤུ་ནོར་བུ་ཡུམ་ཚང་དགེ་ཆོས་རྒྱལ་གཉིས་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར། སློབ་མ། བསྟན་འཛིན་ཤེས་རབ་ལགས་ཀྱིས་ཞིབ་ཕྲའི་གནས་ཚུལ་ཞིག་གསུང་བར་གསན་གཟིགས་གནང་རོགས་གནང། གསར་འགྱུར་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲིའི་བཀྲ་ཤིས་ལེགས་ཞུ་བ་དང་ཆབས་ཅིག་དེ་རིང་གུས་པ་བསྟན་འཛིན་ཤེས་རབ་ངས་མ་སུ་རི་བོད་ཁྱིམ་ལ་གོང་ས་མཆོག་ཁོང་གི་འཁྲུངས་སྐར་སྲུང་བརྩི་ཞུས་སྟངས་སྐོར་ལ་ཤེས་རྒྱུ་ཡིན་པས་ཚང་མས་ལེགས་པར་གསན་བའི་རེ་བ་ཡོད་དེ་ཉིན་ཤོ་པས་བཀྲ་ཤིས་ཉིན་ཤོས་བསུས་པ་དང་ལྷན་དུ་ཕྱག་ཚོད་བདུན་དང་ཕྱེད་ཀ་ཙམ་ལ་དགེ་ལེགས་སློབ་ཕྲུག་རྣམས་རི་བོ་རྟ་ལར་བཀྲ་ཤིས་བསང་གསོལ་དང་གཞོན་ནུ་སྣང་བ་དང། མ་སུ་རི་བོད་ཁྱིམ་གྱི་སློབ་ཞོར་སླ་མོ་ཚོགས་པའི་ཚོགས་མི་ནས་ལྷ་གསོལ་གསུང་བརྡར་དང་བཀྲ་ཤིས་སྨོན་ཚིག་གི་གསུང་བརྡར་གནང། དེ་རྗེས་གཏན་སློབ་ཀྱི་འདུ་སྒོ་ཐང་དུ་ཚང་མ་ལྷན་འཛོམས་ཀྱིས་སྐུ་པར་མཐོང་གྲོལ་རིན་པོ་ཆེ་གདན་དྲངས་ནས་མཇལ་དར་ཕུལ་བ་དང་མཇལ་ཁ་ཞུས།

དེར་འཛོམས་ཚང་མའི་དགའ་དད་སྤྲོ་གསུམ་འགག་ནས་འཁྲུངས་སྐར་སྲུང་བརྩི་ཞུ་ཆེད་ཐུགས་རྗེ་གནང། ཕྱི་ལོ་ཉིས་སྟོང་བཅུ་བདུན་སྤྱི་ཟླ་བདུན་པའི་ཚེས་དགུ་ཉིན་འཛམ་གླིང་སྤྱི་བསང་དེ་སྲུང་བརྩི་ཞུས་པ་སུ་ལྷ་མོ་ལགས་ཀྱིས་གསུངས་པར་གསན་གཟིགས་གནང་རོགས་གནང། མུ་སུ་ནམ་བླ་མའི་སྤྱི་ཟླ་བདུན་པའི་ཚེས་དགུ་ཉིན་འཛམ་གླིང་སྤྱི་གསར་ནས་མ་སུ་རི་བོད་ཁྱིམ་སློབ་གྲྭའི་ཆོས་དགེ་ལུང་རིགས་ངག་ལགས་ཀྱིས་མ་སུ་རི་བོད་ཁྱིམ་ཚིག་འགྲོས་མའི་མཚོ་སྔ་ཆེན་མོ་འདི་ན་བཀའ་ཆོས་གནང་བ་དང་འཛམ་གླིང་སྤྱི་གསར་འདས་བོད་ཀྱི་རྒྱལ་པོ་གསུམ་སོགས་བསྟུན་པ་ཁྲི་སྲོང་ལྡེའུ་བཙན་སྐབས་མཁན་སློབ་གཉིས་བོད་དུ་གདན་དྲངས་ནས་བསམ་ཡས་གཙུག་ལག་ཁང་བཞེངས་པ་དང་བོད་ཀྱི་ལྷ་སྲིན་གདུག་པ་ཅན་རྣམས་བཏུལ་ནས་སངས་རྒྱས་བསྟན་པའི་སྲུང་མར་བསྐྱོད་ནས་བསྙེན་པའི་ཚུལ་དུ་རྒྱ་ངྷི་ལྷ་བསང་ཞེས་བསང་གསོལ་ཕུལ་ནས་འཛམ་གླིང་སྤྱི་གསར་འདས་ཝཱ་རཱ་ན་སིར་ཚུད་རྒྱུ་བཏང་ནས་ཚུད་པའི་སློབ་མ་རྣམས་ཀྱི་སྐོར་ཞིབ་ཕྲའི་གནས་ཚུལ་ཞིག་སློབ་མ་ཀ་མ་ལྷ་མོ་ལགས་ཀྱིས་གསུངས་པར་གསན་ལོ་གནང། མ་ཕྱིར་བོད་ཁྱིམ་གསར་འགྱུར་གསན་གཟིགས་གནང་མཁན་ཡོངས་ལ་ཁམས་བཟང་ཞུ་བ་དང་གུས་མོས་ཀ་མ་ལྷ་མོ་ནི་ང་ཚོའི་མ་ཕྱིར་བོད་ཁྱིམ་སློབ་གྲྭར་ཝཱ་རཱ་ན་སིར་སློབ་གྲྭར་ཡིག་རྒྱུགས་བཏང་དུ་ཕྱིན་པའི་སྐོར་ལ་རབ་ཙམ་ཞུ་རྒྱུ་ཡིན་པས་ཁྱེད་རྣམ་པས་གསན་གཟིགས་ཡོང་བ་ཞུ། ད་ལོ་ཝར་ན་མཐོ་སློབ་དང་ས་ན་མཐོ་སློབ་ཏུ་ཡིག་རྒྱུགས་བཏང་མཁན་སློབ་མ་རྣམས་ནི་ནམ་རྒྱུན་ནས་རང་མི་རིགས་ཀྱི་སྐད་ཡིག་ལ་དམིགས་བསལ་གྱི་མཐོང་སྣང་དང་དགའ་ཞེན་ཡོད་པའི་སློབ་ཕྲུག་ཀྱང་ཡིན། ཁོང་རྣམས་ནས་རང་མི་རིགས་ཀྱི་སྐད་ཡིག་རྒྱུན་སྐྱོང་པའི་སློབ་སྦྱོང་གནང་སར་ཝར་ན་སི་དང་ས་རཱ་མཐོ་སློབ་ཏུ་འཛུལ་ཞུགས་གནང་གི་ཡོད་པ་ལྟར་ད་ལོ་ཡང་ང་ཚོ་སློབ་གྲྭ་ནས་མ་བུ་གསུམ་དང་བུ་མོ་གཉིས་ཚུད་པ་ཙམ་མ་ཟད་ཡི་གེ་གྲུབ་འབྲས་ཡང་ཧ་ཅང་གཟེངས་སུ་ཐོན་པའི་ཚུལ་བཏོད་པས་ཁོང་རྣམས་ལ་བཀའ་འདྲི་ཞུ་བ་ཞིག་གསན་རོགས་གནང། ལགས།
གང་དུ་ཞུ་ན་ནི། ད་ཚོ་ང་ཚོ། བོད་ཕྱི་ནང་གཉིས་པོ་རེད།

སྐད་རིགས་འདྲ་མིན་སྣ་ཚོགས་ཅིག་ལ་རིག་གནས་སྔར་ལ་གང་ཞིག་ཐོག་ནས་སྦྱང་རྒྱུ་ཡོད་པའི་གོ་སྐབས་འདི་ཞིག་འདུག་བསམ་ནས་ཡིག་རྩིས་བཏང་བས་ད་ལོ་ཚུད། ཐོག་མ་ལ་ཚང་མ་ལ་ཀུན་དགའ་ཙམ་ཞུ་བ་དང་འདྲ། གོང་མའི་མི་ལ་ཕུན་ཚོགས་བཅུ་དྲུག་ཞུ་འོས་ར། འོན་ཏང། གོང་མ་ག་དུས་བོད་ནས་གློད་ཡོད་ཡིན་ན་ཉིས་སྟོང་བཅུ་བཞི་ལ་གློད་འདུག་ཉིས་སྟོང་བཅུ་བཞི་ལ་གློད་ནས་ད་ད་ལྟ་བོད་དུ་ལོ་བདུན་ཟིན་ནི་ང་མ་སུར་བོད་འགས་ཀྱི་སུས་བྱ་ཆོག་གི་ནི་དེ་རེད། གསོས་ཁྲུས་བྱིན་ཡིན་ར། ནི་ང་རང་གིས་ཤེས་པ་ཡིན་ན་ཆུང་ཆུང་ནས་གོ་ཟི་ནས་ནི་བུ་ལ་དོ་སྣང་ཡོད་མཁན་དང་ནི་དགའ་ཞེན་བྱེད་མཁན་ཞིག་ཡིན་ར། ནི་ང་རང་གིས་སྔན་མ་འཛི་ར་རྒྱལ་བ་ནས་བཟུང་ད་འཛི་ར་རྒྱལ་བ་ཐུན་ན་ནི་ང་ཚོ་གི་བ་རི་ནེ་སི་ལ་ནི་གི་ཡི་ཡུལ་དང་ཡང་གི་ཐོ་ཐང་དེ་འདྲ་ཡོད་བས་སོང་ཙང་ནི་འཛི་ར་རྒྱལ་བ་དེ་ཐུན་ད་འདི་འཛི་ར་གོ་བ་ལ་སླེབས་པའི་ག་སོ་ནི། བར་གནས་ཚུལ་ལ་ཡིད་ཆེས་བཏང་ནས་ཁྱོན་ཡོངས་ནས་ང་ཚོ་གིས། ཏང་གཞུང་ནང་ལ་ཡིད་ཆེས་བཏང་ཉེན་ནང་ཨ་རིའི་རྙིང་བ་འདྲ་ཞིག་ལོན་ནས་ཨི་མདའ་ནཱ་ད་བར་གནས་ཚུལ་ལ་དམིགས་བར་འཛུལ་ཞུ་བྱ་དགའ་སྤྲོ་ཡིན། ཨ་ནི་ད་བར་གནས་ཚུལ་ལས་ཕར་ཚུད་ནས་གཞུང་ནང་འཛུལ་ནས་ནི་ད་དམིགས་སུ་བཀར་ནས་ག་རེ་ར་སྦྱང་ཉེན་དོན་ཡོད་ན་བོད་ཀྱི་ཨི་མདའ། སྐད་རིགས་ཕྱུག་པོ་ཤོད་ར་བོ་དེ་ནང་པའི་ལྟ་གྲུས་དེ་སྦྱང་ཡོང་ངེས། བོད་ཀྱི་གཟའ་འཁོར་དེ་སློབ་མ་བསྟན་འཛིན་ཆོས་ལྡན་ལགས་ཀྱིས་གསུངས་པར་སེམས་གསེང་གནང་རོགས་གནང། གསང་རྒྱུད་སེང་སེང་གནང་མཁན་གྱི་རྣམ་པ་གླིང་གི་གསང་པ་ལ་སྤྲད་ལོས་ཞུ་བ་ར་ར། དེ་རིང་ངག་སྒྱུར་པ་བསྟན་འཛིན་ཆོས་ལྡན་གྱིས་གངས་སུ་མ་སུ་རི་བོད་ཁྱིམ་གྱི་བོད་ཀྱི་གཟའ་འཁོར་སྐོར་ལ་འགྲེལ་བཤད་བྱ་རྒྱུ་ཡིན། སྤྱིར་བོད་མི་རིགས་དེ་ཉིད་ནི་རིག་གཞུང་དང་ཤེས་རིག་གི་རྒྱ་མཚོ་ཆེན་པོ་ཞིག་ཡིན། འོན་ཀྱང་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ནས་བཟུང་རྒྱ་དམར་ཀླ་ཀློས་བོད་དུ་བཙན་བཟུང་བྱས་ནས་བོད་མི་རིགས་ཀྱི་སྐད་ཡིག་རིག་གཞུང་སྟེ། ཆག་འཇིག་གི་མཚམས་ལ་སླེབས་ཡོད་པས་དེའི་སྲུང་སྐྱོབ་ཀྱི་ཆེད་དུ་ང་ཚོ་མ་སུ་རི་བོད་ཁྱིམ་གྱི་ལོ་ལྟར་ཞིང་བོད་ཀྱི་གཟའ་འཁོར་བྱེད་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ནས་ལོ་ལྟར་སྲུང་བརྩི་བྱེད་པ་ལྟར་འདི་ལོའི་ཉིན་བདུན་རིང་ཟེམ་ཐིང་དང་པོ་ནས་བཅུ་གཉིས་བར་བོད་ཀྱི་གཟའ་འཁོར་ཞེས་བོད་ཀྱི་རིག་གཞུང་དང་འབྲེལ་བའི་ལས་རིགས་དང་ཤེས་རིག་སྣ་ཚོགས་ཀྱི་ཐོག་འགྲན་བསྡུར་གྱི་རྣམ་པའི་ཐོག་ནས་འགྲེམས་སྟོན་སོགས་གནང་ནས་ཉིན་མཐའ་མར་ཨང་ཀི་ཡང་ཕུལ་ལོས། ང་ཚོ་མ་སུ་རི་བོད་ཁྱིམ་གྱིས་རྒྱུ་དང་པོའི་སྐོར་སློབ་མ། བསྟན་འཛིན་འགྲམ་འདུན་ལགས་ཀྱིས་གསུངས་པར་སེམས་གསལ་གནང་རོགས་གནང། གུས་པ་བསྟན་འཛིན་དགྲ་འདུལ་གྱིས་ང་ཚོ་མ་སུ་རི་བོད་ཁྱིམ་སློབ་ཁྲིད་ཡིག་གསལ་གཏོང་གྲོགས་པོ་ལ་ངའི་མཆན་ཙམ་ཞུ་རྒྱུ་ཡིན། དེ་ཡང་ལོ་ཤས་སྔོན་ལ་ཡིག་གསལ་ཆེན་མོ་མ་བཏང་གོང་ལ་ཡིག་གསལ་ཆུང་ཆུང་དེ་འདྲ་རིགས་མང་པོ་བཏང་གི་ཡོད། ཨིན་སྐད་ཐོག་ཞུས་ན་སི་སི་ཨི་ཞེས་པ་དེ་ཡིན། ད་ལོ་ནས་རྒྱ་གར་གཞུང་གི་ཤེས་ཡིན་སྲིད་ཇུས་ལ་འགྱུར་བ་ཕྱིན་ནས་ཡིག་གསལ་ཆུང་ཆུང་དེ་འདྲ་མང་པོ་བཏང་གི་མེད་པར། ཡིག་ཚད་ཆེན་པོ་མ་བཏང་གོང་ལ་འདི་ཚད་ལ་ཨང་ཀི་བཅུ་དང། གློག་ཚད་ལ་ཨང་ཀི་ལྔ། དྲི་ཚད་བདག་ཉར་བྱེད་ཕྱོགས་ལ་ཨང་ཀི་ལྔ་བཅས་ཁྱོན་བསྡོམས་ཨང་ཀི་ཉི་ཤུ་ཡིག་ཚད་ཆེན་པོ་མ་བཏང་གོང་ལ་བཏང་གི་ཡོད། ལོ་གཅིག་གི་ནང་ལ་ཡིག་ཚད་ཆེན་པོ་དེ་དག་ཐེངས་གཉིས་བཏང་གི་ཡོད། ཉིས་སྟོང་བཅུ་བདུན་གྱི་ཡིག་ཚད་ཆེན་པོ་དེ་ཕྱི་ཟླ་བདུན་པའི་ཚེས་བཅུ་ཉིན་མགོ་བཙུགས་ནས་ཕྱི་ཟླ་བདུན་པའི་ཚེས་བཅུ་དགུ་ཉིན་ཡིག་རྒྱུགས་ཚར་བ་རེད་ཅེས་ཐུགས་སྣང། མ་བསྟན་འཛིན་འཆི་མེད་ལགས་ཀྱིས། གྲུབ་འབྲས་ཐོབ་པའི་སྐོར་སློབ་མ་བསྟན་འཛིན་ནོར་བཟང་ལགས་ཀྱིས་ཞུས་པར་གསན་གསན་གནང་རོགས་གནང། གསར་འགྱུར་གསལ་བཤད་གནང་མཁན་ཡོངས་ལ་ཁམས་བཟང་ཞུ་བ་དང་སྦྲགས་ད་རིང་གུས་པ་བསྟན་འཛིན་ནོར་བཟང་ནས་ད་ལོའི་རྒྱ་གར་ཡིག་རྒྱུགས་ཆེན་མོའི་ནང་བོད་པའི་སློབ་གྲྭ་ཁག་ནས་མ་སུ་རི་བོད་ཁྱིམ་གྱི་སློབ་མ་བསྟན་འཛིན་འཆི་མེད་ལགས་ཀྱི་གྲུབ་འབྲས་ཕུལ་བྱུང་ཞུ་བ་སོགས་ཀྱི་སྐོར་ལ་རོབ་ཙམ་ཞུ་རྒྱུ་ཡིན། སྤྱིར་ང་ཚོ་མ་སུ་རི་བོད་ཁྱིམ་དགེ་ལས་སློབ་ཕྲུག་རྣམས་ཀྱིས་དཀའ་ལས་བརྒྱབ་པ་ལ་བརྟེན་ནས་སྲིད་སྐྱོང་སློབ་ཡོན་དང་པོ་དེ་མ་སུ་རི་བོད་ཁྱིམ་གྱི་སློབ་མ་བསྟན་འཛིན་ཆོས་སྐྱིད་ལགས་ཀྱིས་བླངས་པ་དང། ཉིས་སྟོང་བཅུ་བདུན་ལོའི་རྒྱ་གར་རྒྱལ་ཡོངས་ཀྱི་བོད་པའི་སློབ་གྲྭ་ཁག་ནས་མ་སུ་རི་བོད་ཁྱིམ་གྱི་སློབ་མ་བསྟན་འཛིན་འཆི་མེད་ལགས་ཀྱིས་བརྒྱ་ཆ་དགུ་བཅུ་གོ་གཉིས་དང་ཚགས་གཉིས་ཐོག་ཨང་རིམ་དང་པོའམ་མཐོ་ཤོས་བླངས་མཁན་དེ་ཡིན། དེ་བཞིན། བོད་མི་རིགས་རང་ཉིད་ཀྱི་སྐད་ཡིག་ཐོག་བརྒྱ་ཆ་དགུ་བཅུ་དགུ་དགུ་བླངས་མཁན་སློབ་མ་དགུ་བྱུང་བས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལེགས་སྐྱེས་མཇལ་དར་དང་ཕྱག་འཁྱེར་གནང་ཡོད་ལ། མ་སུ་རི་བོད་ཁྱིམ་གྱི་འཛིན་རིམ་བཅུ་པའི་སློབ་མ་གཙོས་བུ་གཉིས་ནི་སློབ་བུ་བསྟན་འཛིན་ཕན་བདེ་ལགས་དང། སློབ་མ། བསོད་ནམས་ལྷ་འཛོམས་གཉིས་ཡིན་ཅེས་གསང་རྒྱུ་གསལ་གསལ་གནང་བར་ཐུགས་རྗེ་ཆེ། ང་ཚོས་ལེ་ཚན་འདི་འདི་གར་མཇུག་སྒྲིལ་བ་དང་སླད་མ་བརྗེད་རིང། ཁྱེད་རྣམ་པའི་སྐུ་ཚེ་གསེར་ཐང་དང་བྱ་བ་ལམ་འགྲོ་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ། ཨཱ་ཙི། ཀེམ་རཱ། ཨེཀ་ཤིན། གཅིག་གཉིས།